སྐྱེ་རྒ་བུ་སྐྱིད་ཀྱི་ལས་ཀྱི་དབང་དེ་གའི་ག་སེར་མཐོ་རིགས་མི་ཡི་ལུས་སྟེང་ཐོགས་ཀྱང་འདྲ་དུད་འགྲོ་ལ་སོགས་པའི་ལུས་སྟེང་ག་རེ་བཤད་ན་ཡང་དེ་ནི་ས་ཤ་ཟླུམ་མོ་ཟ་ཡ་མེད་པ་གན་ཡ་མེད་པའི་དེ་འདྲིས་ཀྱི་ཡུལ་དཀར་ལས་ཡུལ་སྲོག་ཟླུམ་མོ་ལུང་པ་ཟླུམ་མོ་དེ་འདྲིས་ལ་བཤད་འགྲོ་གི་རེད་བསམ་སོང་ཁྱོད་ཀྱིས་ས་ཤོག་ཉམས་མི་དགའ་ཞིང་ངམ་གྲོགས་དང། གཡང་ས་ཅན་ལ་སོགས་པ་སྲོག་ལ་གནོད་པ་བྱིན་ཏེ་བཤད་འགྲོ་གི་རེད་གསུངས་འདུག་ད་ད་ནི་ཨ་ཧྥེ་རི་ཀ་དེ་སོགས་ཐང་ཆེན་ལྷོ་བག་རི་ཆིང་དེ་སོགས་ཐང་ཆེན་ད་མཚན་གྱི་རྒྱག་ཆོག་གི་ཡོད་རེད་ཁོང་ཚོ་བཤད་ས་ཚ་ས་དེ་སོགས་ཐང་ཆེན་སོགས་ནང་བཏོང་པ་ཡིན་ན་ནི་ཁ་ལ་ཟ་ཡ་ནི་རག་གི་ཡོད་མ་རེད་སྲོག་གཅོད་ཀྱང་ཀྱང་ཞིག་སྲོག་དེ་བཅད་རྒྱུ་རག་ན་ད་ག་རེ་བསད་རྒྱུ་རག་ན་དེ་ཟ་ཡ་རེད་ད་བསད་རྒྱུ་དེ་མི་རག་ཚ་ནས་བཟང་དེ་ར་ད་ཁོང་ཚོ་ལ་འགྲོ་སྐལ་བ་གང་ནས་ཟ་ཡ་མི་འདུག་ཨོ།

ས་བཅུ་པའི་ཞིང་ཁ་ནི་ཁོང་ཚོའི་ས་ཆ་ཡོད་སྐབས་འདི་ལ་ཡོད་མ་རེད། ཡོད་སྐབས་འདི་ནི་ཞེན་ཁོག་རུང་མེད་པའི་རྒྱུ་མཚན་གྱིས་འབྲུ་རིལ་བུ་བཤད་གི་ཡོད་མ་རེད་ལོ་ཏོག་སོགས་ག་གོས་ཀྱི་འདུག་མཐའ་མ་སྔོ་ཟས་གཙང་ཡང་རག་གི་ཡོད་མ་རེད་དེ་ནི། དེ་ནི་ཟ་རྒྱུ་དེ་དག་གསོ་བཅོས་ཨོ་ལེན་ཀྱང་བཅོས་ཤིག་ནི་རེད་གསོ་བཅོས་སོགས་བྱེད་རྒྱུ་ཨོ་ལེན་རྒྱུ་དེ་རག་ན་དེ་རང་ཟ་རྒྱུ་རེད་དེ་མ་རག་ཚར་ནས་བཟང་སྟེ་ཁ་ཟ་ཡ་མེད་ཚར་རེད། དེ་ལྟུང་བ་ཁྱོད་ཡོང་མི་རོགས་ནི་ད་ག་འགྲིག་ག་ང་འདུག་ཨོ་དེ་ལྟ་བུའི་བྱིན་གྱིས་དུ་གཡོང་ས་ཅན་དུ་དུ་ནི་རྫ་བྲག་རི་མཚན་མོང་ལ་སོགས་པ་དེ་འདྲའི་ས་གཡང་གཟར་ཆེན་པོ་ཅན་གྱི་ས་བདེ་མོ་མེད་ས་ས་ལ་དུ་ནི་དཀར་སེར་རྩྭ་ཡོད་པ་ཅན་དུ་ལོ་ཏོག་ཕུན་སུམ་ཚོགས་པའི་ཞིང་ཁ་ཡོད་པ་ལྟ་བུ་ནགས་རི་ཕུན་སུམ་ཚོགས་པ་ལྟ་བུ་དེ་འདྲའི་རྩ་ནི་སྨད་ཀྱི་མཐོང་ཆུ་གཙང་ཡང་མེད་མཁན་རྡོ་དུ་ཞལ་མ་ཀྱོང་ཀྱོང་གི་ས་ཆ་ཅན་ལྟ་བུ་དེ་འདྲའི་རྐྱེན་གྱིས་གནས་སོར་དུ་ཤེས་གསུང་གིས་དེ་སོགས་ཐང་ཆད་ཚོད་མ་སྟེ་སྲོག་གཅོད་དབུ་ལེན་བྱེད་དགོས་པས་ཀྱི་དེ་ནི་ཨོང་གི་འབྲས་བུ་རེད་གསུངས་རེད་ད་ད་ལྟའི་དུས་སུ་ང་རང་ཚོ་རང་རེ་རྣམས་ཀྱིས་སྲོག་གཅོད་ཀྱོང་ཀྱོང་དབུ་ལེན་ཀྱོང་ཀྱོང་བྱེད་པ་ཡིན་ན་མ་འོངས་པ་ལ། གྱི། ཡུལ་ཁང་འདི་སོགས་དང་གཉའ་བའི་ཡུལ་ཁང་དང་དུད་འགྲོ་གི་ཡུལ་ཁང། ཡི་དྭགས་ཀྱི་ཡུལ་ཁམས་དེ་ནི་ངན་སོང་སོང་གི་ཡུལ་ཁམས་དེ་འདྲས་ལས་བཤད་འགྲོ་རྒྱུ་དེ་ལྟར་བརྒྱ་ཆ་བརྒྱ་དགུ་དང་ཕ་གཅིག་བརྒྱ་ཆ་དགུ་བཅུ་ཐམ་པ་ལ་དེ་འདྲས་ཅན་གྱི་རེད། ད་བརྒྱ་ཆ་གཉིས་གསུམ་བརྒྱད་དགུ་སྨན་བཅོས་གཙང་ཅན་ག་ཟིག་ཅིག་མིའི་ལུས་སྟེང་དགྲ་ཀྱི་ཤེས་རོགས་ཞེས་པ་བཤད་པའི་གི་གོ་སྐ་འདྲ་ཅིག་བཞག་ན་ཡང་ད་བླ་མ་དགེ་བའི་བཤེས་གཉེན་དེ་སོགས་ཐམས་ཅད་དེ་ཡང་བློ་བུར་དུ་འཕྲལ་ནས་ཅིག་དེ་སོགས་ཐམས་ཅད་ཀྱི་ཐབས་དང་ཐུགས་རྗེ་ཁྱོ་གས་གི་ནུས་པ་མཐོ་བ་བཙན་ཐབས་སུ་པགས་པ་ལ་སོགས་པ་ཐང་ཆེན་སྐྱེས་ཤིང་མཐོ་རིས་མེ་ལྟ་བུ་གཅིག་གིས་ག་ཚོད་ཀྱིས་ཡག་ཅིང་སྔ་རྒོལ་ལ་སྡང་ནས་ཡར་འཕངས་འོང་ཡོང་དང་གཡོ་འོང་འཇུག་ལྟ་བུ་དེ་འདྲས་བཤད་ཐུབ་ན་ཡང་དེ་བཤད་ས་ཆོས་བོད་ཀྱི་ཡུལ་ཀ་དུ་སོགས་ཐང་ཆེན་ལ་སྔོ་སད་ཙམ་ཡང་མི་བཤད་ས་དེ་ནས་དེ་འདྲས་ཀྱི་ཡུལ་ཀ་བདུན་མོ་དེ་དེ་ལུང་པ་བདུན་པོ་ལ་བཤད་འགྲོ་གི་རེད་བསམ་རེད། དེ་ཡོན་དུ་སྲོག་ལ་གནོད་པ་སྐྱེན་ཏེ་ཞེས་གསུངས་ཏེ་ད་ཅི་སྲོད་ལ་གནོད་པ་མ་བྱས་ན་རང་སྲོག་འཚོ་ཐུབ་ཀྱི་ཡོད་མ་རེད་གཞན་སྲོག་གི་སྐྱེད་པ་ལ་བརྟེན་ནས་རང་སྲོག་འཚོ་བ་ཁོ་ནའང་མ་གཏོགས་བཅུ་པའི་གཞན་སྲོག་སྐྱེད་སྤེལ་གྱི་སྟོབས་ཀྱི་སྒོ་ནས་ཟ་མ་མ་ཟས་ན་ད་གཏོགས་ཁ་ཁོ་ཟ་རྒྱུ་མེད་ས་དེ་གནས་རིགས་ག་ཚོད་འདུག་ད་ཨ་ཧྥི་རི་ཀ་ལ་སོགས་པ་དེ་སོགས་ཐང་ཅིག་གནས་སུ་ཤེས་འགྲོ་རེད་ཨོ་དེ་འདྲའི་རེད་སང་རེད་སོགས་ལ། སྲོག་ལ་གནོད་པ་ཅན་དུ་དེ་འདྲའི་བཤད་འགྲོ་གི་རེད་གསུངས་རེད་དེ་ནི་མི་དགེ་བ་གཉིས་པ་དག་མ་བྱིན་པ་སློང་པ་དེར་མ་སྤྲད་ཀྱང་ལན་བཞག་རྒྱུ་ཅན་དེ་དག་རྐུན་མ་དང་བྱ་བ་དེ་ནོར་གྱི་བྱས་ཏེ་གཡོ་སྒྱུ་འཕྲང་སོགས་ཀྱི་ཐོག་ནས་མགོ་སྐོར་གཏོང་དགའ་བོ་གི་འོ་དེ་སོགས་ཐམས་ཅད་དག་མ་བྱིན་པ་སློང་པ་སེམས་གོང་ནས་ས་བཤད་བཞིན་པ་དེ་རེད་དེ་འདྲའི་མ་བྱིན་པ་སློང་པའི་ནི་ནི་ལོག་རྟོག་ལ་སད་སེར་དང། རྒྱན་ཞིང་ལ་འབྲས་བུ་མི་ཆོག་དམུ་གེ་ཡོད་པའི་གེ་སི་ནི་སར་བཤད་འགྲོ་གི་རེད་གསུངས་རེད། རྐུ་མ་ཀྱང་ཀྱང་རྐུ་རྐུ་འཕྲོག་རྐྱང་གསུངས་འདུག་ཞེས་རྐུ་ཇག་གཉིས་ཀྱི་ཚད་བཅད་ལྡན་མཁན་དེ་སོགས་ཐང་ཆད་དེ་མ་འོངས་པ་ན་ཚོས་ཤེས་བ་ཅིག་ལེན་ཡོང་དུས་ངན་སོང་སོང་ལ་མ་ལྷུང་རྒྱུ་ཅན་དེ་དག་རྒྱ་ཤ་རྒྱ་ཤོ་དགོད་རྒྱུ་ནི་མ་ལྷུང་རྒྱུ་རང་རེད་མ་གཏོགས་ཅི་མཐོ་རིས་ཀྱི་ལྷ་དང་མི་ལ་སོགས་པ་བཤད་རྒྱུ་གཙང་ཡང་དག་ལྷ་དང་ཀ་བ་ཀ་བ་དེ

ཀོང་སྐྱེས་ཀྱང་མི་རག་པ་ལྟ་བུ་དེ་འདྲའི་ཞིག་ནས་ད་ལོ་ཡང་གསལ་གསལ་རང་གི་གོང་རོང་གི་གདོང་ཟུང་ནས་རག་མ་སོང། ན་ཉིན་འོ་དེ་འདྲའི་རིགས་ད་ལོ་དེ་འདྲའི་ལོ་སྟག་རིགས་ཀྱི་གསལ་གསལ་རག་གི་གདོང་བཞིན་དེ་ནི་འདའ། ཁ་ལ་ཟ་རྒྱུ་ལོ་ཏོག་ཕུན་སུམ་ཚོགས་པ་སྐྱེས་ཀྱང་རག་རྒྱུ་ལོ་ཕག་རྒྱུ་གཅིག་ནས་རག་རྒྱུ་མེད་དེང་གི་དུས་སྲོག་ཐང་ཅན་ད་སྔོན་མ་གར་སེ་དགོས་རེད། མ་བཞེངས་པ་གླེང་ནས་སྐུ་ཞག་འཕྲོག་སོང་གི་སྒོ་ནས་བཞེངས་རྒྱུ་འགྲོ་བཞེངས་ཀྱི་ནོར་རྫས་ལ་ལོངས་སྤྱོད་དེང་གི་དུས་སྲོག་ཐང་ཅན་དེ་དེ་འདྲའི་ལས་བཤད་འགྲོ་གི་རེད་བསམ་རེད། རྒྱན་ཤིང་དེ་བཙུགས་པ་དབྱེ་ན་ཡང་རྒྱན་ཤིང་བཤད་རོགས་ཞེས་བརྗོད་དཀའ་མོད་རྒྱན་ཤིང་བཤད་ན་ཡང་རྒྱན་ཤིང་དེ་ལ་འབྲས་བུ་ཤིང་ཏོག་ཙམ་ནི་བཤད་རོགས་མི་བཞེད་པ་ལྟ་བུའོ་ད་དེ་འགྲིག་གི་ལུགས་སུ་གླེང་འགྲོ་གི་རེད་བསམ་རེད། དེའི་རྒྱུ་མཚན་དེ་སོགས་དང་བཅས་ལ་བརྟེན་ནས་ད་མཐའ་མ་ཤི་བུ་ཀྱི་གནས་སྐབས་ན་ཡང་ཕག་ཆེ་བ་དེ་ནི་ཟ་རྒྱུ་མ་རག་བུ་གི་མུ་གེ་བསྐང་དགོས་ཤི་འགྲོ་རྒྱུ། ཐང་ཆད་རེད་དུས་ད་ལྟའི་བར་དུ་ལ་ཡང་ད་མུ་གེ་ཤི་མཁན་ཐང་ཆད་ཡང་གཞན་གྱི་རྒྱ་སྒྱོ་རྫས་མ་བཞིན་པ་བླངས་པའི་སྤྱང་གྲོགས་སྐུ་སྲོང་ལ་བརྟེན་ནས་ཞང་དགའ་བོ་གི་གླེང་བཤད་དགའ་བོ་ཏིག་གི་སྒྲིབ་པ་བཤད་ཚད་ཐང་ཆད་རེད་ད་ད་མུ་གེ་ཤི་ཚད་ཐང་ཆད་དེ་ད་ལྟ་གི་སྐུ་ཞང་འཕྲང་སོང་ཞིག་ལྡན་མཁན་ཐང་ཆད་ཚང་མ་ཡང་མ་འོངས་པ་ན་ད་རིགས་དྲུག་གི་གནས་རིགས་གང་ལ་བཤད་ན་ཡང་མཐར་དེ་ནས་སོ་བུ་གཉིས་ཀྱིས་བདག་སྤོས་ཀྱི་ནད་དེ་ནི་མུ་གེ་ཁོ་ན་ཤི་འགྲོ་རྒྱུ་དེ་འདྲའི་གི་ལུགས་སུ་བཤད་འགྲོ་བ་དང་ཡུལ་ཁང་དེ་ལ་བཤད་འགྲོ་རྒྱུ་ད་བརྒྱ་ཆ་བརྒྱ་རེད་གསུངས་རེད་མུ་གེ་ཡོད་པའི་ས་ལ་བཤད་གསུངས་རེད། དེ་ནི་འདྲེ་པས་ལོག་པ་ཡིན་པ་གསུངས་རེད་ད་ལོག་ཡིན་བཤད་དགོས་པ་དེ་གས་དེ་ནི་ཨོང་གི་འདྲེ་བུ་ག་རེ་རེད་ཟེར་ན་ལོག་ཡིན་བཤད་པའི་ནང་ན་གཤོང་སྤྱི་དང་མདངས་རྫ་ལ་སོགས་པ་ཡིད་དུ་མི་འོང་པ་རུ་གནས་དགོས་པ་ཡིན་ནོ་གསུངས་རེད་ད་ང་རང་ཚོ་ད་ལྟའི་དུས་སུ་ལྟོས་དང། ཆ་ཁང་དེ་སོགས་ཐང་ཆེན་ནང་ལ་ལྟོས་དང།

ཚེ་སྐྱོ་དགུ་བཅུ་གཅིག། ཟ་མ་ཟ་རྒྱུ་བཏུང་བཟའ་བཏུང་ལ་སོགས་པ་ཐམས་ཅད་ཀྱི་ལོངས་སྤྱོད་ཀྱི་ཚེ་འཚོ་བཞི་བཅུ་བུ་གུ། དེ་ནས་ཡང་ཁ་ཟས་རྒྱ་གུ་ག་རེ་བཤད་པ་ཐམས་ཅད་དེ་ནི་ད་དེ་ལྟ་བུའི་མདངས་རྩ་མི་གཙང་བ་ཁོ་ན་ལོངས་སྤྱོད་དགོས་པའི་འབའ་འབུ་སྲོག་ཆགས་སྔོན་པོ་ཅི་ཡོད་དེར་བ་དེ་ལྟ་བུ་གི་དེ་ནི་ལུས་སུ་བཤད་འགྲོ་གི་རེད་གསུངས་ར་ལོག་གཡེང་རྐྱང་རྐྱང་ཞིག་ཏག་ཏག་ཏན་ཏན་མེད་པར་རང་གི་བཟའ་ཟླ་ཚེ་རོགས་དེ་སོགས་ཐམས་ཅད་ཏག་ཏག་ཏན་ཏན་གང་ཡོང་མིན་སུ་དང་འགྲོགས་ཚད་ཐམས་ཅད་ཤོད་རྒྱུགས་བསྡད་མཁན་དེ་སོགས་ཐམས་ཅད། དེ་ནི་མཐོ་རིགས་ལུས་སྟེང་ཐོག་རྒྱུགས་པས་མ་ཟད་དཀའ་མོ་རེད། ད་ལྟ་ཁྱབ་ཁོངས་དང་ད་ཤོང་ཁོངས་དེ་སོགས་ཐམས་ཅད་ཀྱི་ནང་ལ་བཤད་དགོས་པ་ཀྱི་འབུ། འབུ་རིགས་སྲུང་སྐྱོབ་དེ་སོགས་ཐམས་ཅད་དེ་ནི་དེ་འདྲའི་བཤད་གསུང་རྒྱུ་གཅིག་འདུག་སྔར་མུས་ཀྱི་ལོག་གཡེམ་མང་པོ་བྱེད་པའི་ཀྱི་རྣམ་སྨིན་རེ་དེ་ཡོད་རེད་བསམ་རེད། དུས་ད་ལྟའི་ལོག་གཡེམ་བྱེད་མཁན་ཐམས་ཅད་མ་འོངས་པ་ནའང་དེ་འདྲའི་བཤད་འགྲོ་དགོས་རྒྱུ་བཤད་འགྲོ་རྒྱུ་གཅིག་དེ་འདྲ་རེད་བསམ་རེད། ག་སའི་མཐོ་རིམ་མིའི་བློ་བརྟན་འདྲ་བོ་ཐོག་ན་ཡང་ད་གར་ཟེར་དགོས་རེད། ཕོ་མོ་གང་ཡོང་གི་གཟུགས་ཅན་མ་ཡིན་པ་དེ་ད་ཕོ་མིན་མོ་མིན་ཟེར་གི་རེད་ང་རང་སོག་གི་བོད་པ་ཚང་གི་བཀའ་དཔེ་ཞིག་ནང་ལུགས་ལ་ད་མ་ནུས་ཟེར་ནས་མཚན་མའི་མ་ནུས། མཚན་ཉིད་ཀྱི་སྐྱ་འབྱུང་པའི་མ་ནུས་འབྱོར་བ་མ་ནུས་དེ་བཞིན་མི་ནུས་པོད་ཀྱི་མ་ནུས་ཟེར་བ་དང་མ་ནུས་རེའི་རྣམ་པ་ལྔ་ཡོད་རེད་དེ་ལྟ་བུ་ཅིག་མདོར་ན་ཕོ་མིན་མོ་མིན་རྒྱ་གར་སྐད་དུ་ཧི་རྒྱུ་ར་ཟེར་གི་མི་འདུག་ཨེ། ཕོ་བཤད་ན་ཕོ་མཚན་གྱི་གོ་མ་ཆོད་མོ་བཤད་ན་མོ་མཚན་གོ་ཆོད་པོ་མེད་གང་ཡང་མེད་ཀི་དེ་འདྲའི་རྐྱེན་གྱིས་ཀྱི་དེ་ནི་ལུས་སུ་བཤད་འགྲོ་རྒྱུ་ཅི་ག་སྲིད་མཐོ་རིས་མིའི་ལུས་སྟེང་ཞིག་གླེང་ན་ཡང། སྨད་འཚོང་མ་ཞིག་འགྲོ་བསྡད་ཀྱི་སྨད་འཚོང་མ་འདི་ཚོ་ཐམས་ཅད་དང། ལོ་ཡིན་མོང་པོ་ཞིག་བསྡད་པའི་ཤེས་བ་ཕོ་མོ་སུ་འདྲ་ཅིག་ཡིན་ནམ་མ་འོངས་པ་ན། དེ་ནི་བཤད་དགོས་རྒྱུ་ཅན་ཏེ། ཨོང་གི་འབྲས་བུ་དེ་སྐྱིན་ལྕགས་ཁོ་ན་ཁ་ཟས་ཤིག་བསྡད་པའི་གི་འདམ་བུ་སྔགས་རིང་ལ་སོགས་པའི་གི་སྲོག་ཆགས་འབའ་འབུ་གྲོག་མ་ཏི་འབྲི་གི་སྲོག་ཆགས་གི་ལུས་ལེན་འགྲོ་རྒྱུ་ཅི་རེད་གསུངས་པ་རེད་ད་བརྒྱ་ཤ་དུ་མ་སོང་ན་བདུན་ཅུ་བརྒྱ་ཤོ་སྟེ། གལ་ཏེ་བརྒྱ་ཤ་གཅིག་བཅོ་ལྔ་ཉེ་དགུ་གཙང་གཅིག་ནི་མཐོ་རིས་མིའི་ལུགས་དེ་ཤེས་ན་ནི་ད་ཕོ་མིའི་མོ་མིའི་ཏི་འབྲི་གི་མ་མིའི་གི་ལུགས་དེ་ལེན་འགྲོ་རྒྱུ་ཧོ་ཏི་སོ་དང་གཅིག་སྔོན་པོ་གཅིག་རེད་ད་ཏི།

ད་སོ་སྐྱེ་བཀོད་དང་མི་གསང་པ་སྤྱོད་པ་སེར་མ་དེ་གི་ལུས་ཀྱི་ལས་རྣམ་པ་གསང་སྟེ་བཤད་ཚ་ནི་ངག་གི་རྫུན་དང་ཕྲ་མ་ཚིག་རྩུབ་རྣམ་པ་བཞི་གི་ནང་ནས། དང་པོ་རྫུན་བཤད་དགག་པ་རྫུན་མང་པོ་བཤད་དགག་པ་དེ་གའི་ཨང་གི་འབྲས་བུ་དེ་ནི། རྟག་ཏུ་ཤེས་པ་རྟག་ཤེས་སྐྲག་པའི་གི་ཡུལ་དུ་བཤད་འགྲོ་གི་རེད་སོང་ག་འདི་གི་རིགས་དྲུག་ལུས་རྟེན་ག་རེ་བླངས་ན་ཡང་མཐོང་ཚད་ཚང་མ་ལ་སྐྲག་བདེ་མཁན་གྱི་ཅིང། འཇིགས་གྲོགས་ཁོ་ན་བྱས་ནས་མདེའུ་ང་བསད་ཀྱི་རེད་མདེའུ་ང་ཟ་གི་རེད་ཡོད་ཚད་ཐམས་ཅད་ང་ཟ་མཁན་རེད་ང་བསད་མཁན་རེད་གསུངས་ནས་སྤྲོ་བ་འདུག་གི་དེ་དུད་འགྲོ་ག་ཤེད་ཡོད་རེད་བ་སོགས་ཅོག་ཐམས་ཅད་ཚོང་མ་ལ་སྤྲོ་བ་འདུག་གི་ཅིག་དེ་སོགས་ཐམས་ཅད། དེ་ནས་སྔོན་མ་དེ་རྫུན་སྨོན་པོ་ཅན་གྱིས་སྨྲ་ཟིན་པའི་གི་ཉེས་པ་ལ་བརྟེན་ནས་དེ་ཞང་ག་རྒྱུད་ཆེན་དེ་འདྲིའི་གི་ལུས་སྟེང་དུ་ཡུལ་ཁམས་དེ་འདྲིའི་བཤད་འགྲོ་གི་རེད་གསུངས་རེ་བཅིངས་དང་བྲལ། ཕྲ་མ་མང་པོ་དང་དབྱེན་དཀྲུགས་མང་པོ་གྱི་བྱེད་དགོས་པ་དེ་ག་ནི་ག་རེད་ཟེར་ན་ཡུལ་ངམ་འབྲོག་དང་ནི་སྐྱོང་རང་ཅན་ལ་སོགས་པ་གི་བགྲོད་དཀའ་བའི་གི་གནས་སུ་བཤད་འགྲོ་གི་རེད་གསུངས་རེད་ད་ག་རང་ང་རང་ཚོ་ཁ་ཤས་དེ་འདྲའི་ཡོད་རང་ཡུལ་སྡེ་ལུང་པ་དེ་སོགས་ཕར་འགྲོ་འདུག་དེ་ལྟ་དང། དེ་ནས་པར་གྲངས་སྡེ་ལུང་པ་དེ་སྐྱེས་ཆགས་འདི་མ་བལྟས་ན་ཆུ་མ་གཏོགས་མཐོང་རྒྱུ་མེད་པ་ཡར་བལྟས་ན་རྫ་རི་བྲང་སེང་མ་གཏོགས་བཅུ་པའི་ད་ངོ་མ་གམ་པ་ཐང་ཐང་ཞིག་ནས་ཕར་སྤོ་འགྲོ་དགོས་ན་ནི་གཅིག་ཁང་མིག་ཙམ་དུ་མེད་མི་སྐྱིན་ཅིག་སྦག་གི་ཕོ་རྒོད་སོགས་ན་གུར་གྱི་ཕོ་རྒོད་སོགས་ན་ས་བདེ་བདེ་ཅིག་གི་སྦག་མེད་ཙམ་ཡང་མཐོང་རྒྱུ་མེད་པས་སྐྱོང་རོང་གི་གནས་གཞན་མི་དགེ་དེ་རི་རི་ཡོད་ཚད་ཐང་ཆེན་རྡོ་འབའ་པོ་ས་སྐྱོ་ཆུང་ཡོད་ཚད་ཐང་ཆེན་འདི་ཞེ་མ་རྡོ་ཚེ་མང་དེ་འདྲའི་ཅན་གྱིས་མ་གཏོགས་གྱུར་པའི་མཐོང་རྒྱུ་མེད་ས་གི་གནས་སུ་ལ་དེ་ནས་ཀྱི་ཕ་སེར་བུ་མཐོན་ཞིག་ནས་ཚེ་མ་སྐྱེས་རང་སྐྱེས་རིགས་མ་གཏོགས་གྱུར་པའི་ད་ང་ཁ་རོག་ཅིག་སྡང་རྒྱུ་འདྲ་ཅིག་ཡོད་ན་ཉི་མ་སྔ་རོག་ཅིག་ལ་ལུང་པ་དེ་ལ་ཚེ་ཆོད་ས་མིན་གི་བསམ་པ་ལྟ་བུའི་རྐྱེན་གྱིས་ལ་ཕ་སེར་བུ་མཐོས་ཤེས་བ། ཚེ་འདི་ན་མ་གཏོགས་སྐྱེ་བོ་མི་དགའ་བ་ཅན་དེ་སྔར་མུས་ཀྱི་ལས་སྔར་བསྲུང་དགོས་པ་དེ་འགྲིག་གི་རྒྱུ་མཚན་རེད་གསུངས་ཏེ་དེ་འདི་ཕྲ་མ་བྱས་པའི་ལས་ལ་བརྟེན་ནས་བྱུང་བ་ཅན་གྱི་རེད་གསུངས་དེ་འགྲིག་གི་གནས་སུ་ལ་དེ་བཤད་འགྲོ་གི་རེད་གསུངས་རེད། དེ་ནས་ཚེ་རྩུབ་པོ་ནི་ནི་རྡོ་རྡེག་ཅན་དང་ཚེར་མར་ཅན་ལ་སོགས་པའི་གི་ས་ཕྱོགས་ཡིད་མི་བདེ་བ་ལ་བཤད་འགྲོ་གི་རེད་གསུངས་ཏེ་ཚེ་རྩུབ་ཀྱང་ཀྱང་ཚེ་གི་ཚེར་མར་མང་པོ་ཅན་ཚེ་གི་མདའ་མདུང་མང་པོ་མང་ནས་གཞན་ལ་གཞན་སེམས་ཚ་བར་ལྟོ་རྗེས་གཅོད་པའི་ཚེ་གི་མདའ་མོ་ཟེར་བ་ནོར་མཁན་ཅན་དེ་འདྲས་སྨྲས་དགོས་པའི་རྒྱུ་མཚན་དེ་ལ་བརྟེན་ནས་མ་འོངས་པ་ན་ཡང་ས་ལས་ཤེས་ཚད་ཐམས་ཅད་མཚན་མོ་མ་གཏོགས་གཅིག་པུ་མེད་བཟླས་པ་ཅན་གྱིས་དག། སྐོམ་པ་ས་ལ་བཙོ་ན་ཡང་མཚན་མོ་མ་གཏོགས་བླ་པའི་ལག་ཏུ་ལེན་ཚད་ཐམས་ཅད་མཚན་མོར་སྐྱོང་ཅིང་འབུལ་འགྲོ་ས་ཅན་གྱི་གནས་རིས་འོ་དི་སོགས་ཐམས་ཅད་ཡང་ན་རྫ་རྡོ་གྲམ་པ་དེ་ལྟ་བུ་ཅན་གྱིས་གཅིག། སར་གྱོང་པོ་རྡོར་གྱོང་པོ། ཤེས་ཚད་ཀྱི་རྩི་ཤིང་སྣ་ས་ཐམས་ཅད་ཚོང་མ་དང། བཙན་དུང་ཡོ་བསྡད་པ་ཅིག་གིས་གྱོང་མ་ཁོ་ན་གི་ཡོ་ཤུག་དེ་འདྲས་བཤད་འགྲོ་གི་རེད་སོང་རེད་སོ་བོད་ཀྱི་ས་ཤོག་ཡེ་མི་བསྡད་པ་དེ་བཤད་འགྲོ་གི་རེད་སོང་རེད། དེ་ནི་ང་འཆར་སྨོན་པོ་ཅིག་བཤད་གི། ང་འཆར་སྨོན་པོར་བྱིན་གྱིས་སྨད་བསྡད་པ་དེ་གི་ནི་ཡུལ་ཁང་ག་འདྲ་ལས་ལུས་ལུས་ཡིན་འགྲོ་རེད་ཟེར་ན་ནི་ང་འཆར་གྱི་ནི་སོ་ནག་བཤད་ཀྱང་འབྲས་བུ་མི་འབྱུང་པ་ཅིག་ཡིན་སོང་རེད། ད་གང་ན་བཤད་གནང་ཡོད་ལུང་པ་དེ་ལ་དཔྱད་ཤེས་ཚར་ནས་བཟང་དེ་ལ་ད་ཞིང་ལས་འདྲ་པོ་ཅིག་མ་བཞེས་ན་རང་བཞེས་རེད་དེ་ནི་ལོག་རྟོག་ཅིག་བཤད་རོགས་ཨི་བཞེས་བསམ་པའི་རེ་བ་ཅིག་འདི་ཟད་དུས་མེད་པ་ཅིག་ཡོད་པ་ཡིན་དུས་རེ་བ་དེ་ལ་བརྟེན་པའི་སྟོབས་ཀྱི་སྒོ་ནས་རེ་བ་དེ་བརྒྱད་ནི་ལས་འབྲས་ཅིག་གི་ཞག་བྱ་བ་ཞིག་དགོས་ཀྱི་རུ་བ་སོང་རེད་བྱས་ཀྱང་འབྲས་བུ་ལ་རྩ་ནས་འཇོན་རྒྱུ་མེད་པར་དང་རྒྱའི་གོང་ནས་བསྐྱོད་མ་ཟིན་རྒྱང་རིང་ག་དུ་ན་ཡང་ན་ཚེ་རག་གི་སྐྱམ། ཡང་ན་ཟས་ཀྱི་ཁྱད་འགྲོ་རྒྱུ་ལྟ་བུར་ཡང་ན་ལུས་ཀྱི་གཞན་གྱིས་འཇིགས་པར་བྱེད་པ་ལ་ཆུ་ཡི་འཇིགས་པ་དང་མེ་ཡི་འཇིགས་པ་ལ་སོགས་པའི་གིས་འཇིགས་པ་ཆེན་པོ་བཞི་ལ་སོགས་པའི་འབྱུང་གི་འཇིགས་པ་ཐམས་ཅད་ཀྱིས་འཇིགས་ནས་དེ་ནི་འབྲས་བུ་མི་འབྱུང་བར་དེ་འབྲས་ཀྱི་གནས་སོ་དེ་བཤད་འགྲོ་གི་རེད་བསམ་ཚར་བ་ཚ་ཐིག་ཁོ་ནས་ལོ་ཏོག་ཐམས་ཅད་བཀང་སོང་གི། ཡང་ན་ནི་ཁྱོད་འཆལ་པ་ལ་སོགས་པ་གྲང་མོ་གྲང་ཐིག་ཁོ་ནས་ཡང་ལོ་ཏོག་འབྱིན་མི་ནུས་པ་འབྲས་བུ་བཤད་མི་ནུས་པའི་དེ་འབྲས་གནས་སོ་བཤད་འགྲོ་རྒྱུ་ཅན་དེ་འདྲས་རེད་བསམ་རེད། དུས་ཚིགས་ལོ་ཅན་མི་བརྟན་པ་དེ་བཤད་འགྲོ་གི་རེད་བསམ་རེད། དེ་ནས་ད་ངག་གི་མི་དགེ་བ་བཞི་འདི་བཤད་ཚར་ནས་ད་སེམས་ཀྱི་མི་དགེ་བ་སངས་རྒྱ་རྒྱུ་ཅན་དེར་ཡིད་ཀྱི་མི་དགེ་གསུམ་པོ་ནི་དང་པོ་སྣ་སེམས་སྣོད་སེམས་ལོག་པར་ལྟ་བ་སངས་ནི་སྣ་སེམས་མང་པོ་བཤད་དགོས་པ་དེ་གའི་དབང་གི་འབྲས་བུ་ཡུལ་ཕྱོགས་ག་འདྲས་ལས་བཤད་བ་ལེན་འགྲོ་གི་ཟེར་ན་སྣ་སེམས་འདོད་ཆགས་མང་པོ་བཤད་པ་དེ་ནི་ལོག་རྟོག་ཉིད་བཞིན་གནས་བདུན་ངན་འབུས་ཀྱི་སྡུག་བསྔལ་མང་པོ་འབྱུང་གི་རེད་གསུངས་ཏེ། འདྲ་ཆགས་མང་པོ་ཤེས་དགོས་པ་དེ་གི་རང་གི་སྒྱུ་རྩལ་དཔལ་འབྱོར་རང་གི་ཁ་ལ་ཟ་རྒྱུ་གི་ལོག་རྟོག་དུ་གསོ་སྟངས་ཀྱི་ཞིང་ལས་འདྲ་པོ་ཞལ་ཁོག་བཞེས་ན་ཡང་འབྲས་བུ་རྩ་ནས་མི་ཤེས་པའི་སྟེང་དུ་ན་ལ་དུ་ནས་ཡ། དུས་ངན་པའི་རྒྱལ་དབང་གི་སྡུག་བསྔལ་མང་པོ་ཅན་གྱིས་འགྱངས་ནས་ཡང་ན་ལོག་རྟོག་བཤད་རྒྱུ་གཅིག་གི་ལོངས་སྤྱོད་བཞག་དེ་ནི་ཤེས་རོགས་མ་བྱེད་ཟས་ཟེར་བ་ལ་སོགས་པས་བསྐྱངས་ནས་རྩ་མེད་བཙོང་སྟངས་རེད་ཡང་ན་ཤེས་རོགས་བྱེད་དུས་རྩ་ནས་རང་ཉིད་ཀྱིས་ནི་ནད་དང་གདོན་དང་རྐྱེན་གིས་བར་ཆད་ལ་སོགས་པ་དེ་འདྲའི་གི་དབང་དུ་བྱོན་ནས་ཤོད་པའི་གི་སྐལ་བ་མ་བྱུང་གོ་དཀའ་དུས་ཚོད་མ་བྱུང་བ་སོགས་མདོ་སྔགས་འབའ་ཞིག་པ་ལ་དེ་ནི་ལོངས་སྤྱོད་དགོས་པ་དེ་འདྲའི་གི་ཡོད་ཁར་བཤད་འགྲོ་གི་རེད་བསམ་རེད་མདོ་སྔགས་མང་པོ་འགྱངས། དེ་ནས་གནའ་སྔའི་སེང་ཞེ་སྡང་གི་ལས་མང་པོ་ཅིག་བྱས་ཟིན་པའི་གི་ཨང་གི་འབྲས་བུ་དེ་གང་འདྲའི་གི་ཡོད་ཁར་བཤད་འགྲོ་གི་རེད་ཟེར་ན་ནི་གནས་སད་བྱས་ནས་རྟག་ཏུ་འཇིགས་པ་དང་ནི་འཚེ་བ་མང་པོའི་གི་ཡོད་དུ་བཤད་འགྲོ་གི་རེད་བསམ་ནས་ཡོད་ཁ་དེ་ནི་བཤད་ཚར་ནས་བཟང་ཐལ་སྟག་གཟིག་གང་འདྲའི་གི་འཇིགས་པ་དང་འཚེ་བ་ཡོད་རིགས་འོ་མི་གི་འདི་རྐུན་མ་གི་འཚེ་བ་ཡོད་ས། སྦྲགས་བྱ་སྤུ་གི་འཚེར་བ་ཡོད་ས་དམག་ལ་སོགས་སྤུ་གི་མཐའ་རྩོད་ཀྱི་སྡུག་བསྔལ་ཡོད་ས་དེ་འདྲའི་གི་གནས་སུ་ཤེས། ད་ཡུལ་ཁོག་དེར་ཤེས་ཚར་ནས་བཟུང་ང་དེ་རིང་དམག་འཛིང་འདོད་མེད་ང། ཅི་ཡི་འཇིགས་པ་ཐང་ཆད་ལ་བྲོས་འགྲོ་གི་ཟེར་ན་བྲོས་ནས་བྲོས་ས་རག་གི་མ་རེད་བཟོ་ན་བཟོ་ས་རག་གི་མ་རེད་གར་ན་གར་ས་རག་གི་མ་ཡུལ་ཁོག་དེར་གནས་ཚད་ཤེས་ཚར་ནས་བཟུང་དེ་ལ་དམག་གི་འཇིགས་པ་ལ་མ། ཡོད་བཞིན་ཡོད་བཞིན་ལ་ཡང་ཚད་དོ་ན་དཔྱད་དགོས་མཁན་ཅན་གྱི་སྒྲ་གི་འཇིག་པ་ཡོད་བཞིན་ཡོད་བཞིན་ལ་ཚད་དོ་ན་དཔྱད་དགོས་མཁན་ཅན་གྱི་སྐུ་བཞག་འཕྲང་སོང་ལ་སོགས་པའི་གནས་ཚད་ཅན་གྱི་ཡོད་ཁང་ཐམས་ཅད་ལ་ཡང་ན་འབྲས་སྲིན་འབུས་ཀྱི་གདང་ས་ཡང་ན་གཅན་གཟན་དུར་འདྲ་ལ་སོགས་པའི་དུར་འབྲུག་གི་རིགས་ཅན་མཆེ་བ་ཅན་གྱི་གང་ཟག་གཅན་གཟན་རྣམས་ཀྱི་གདང་ས་ཞེས་པ་འཇིག་པ་ཐམས་ཅད་ཚང་བསྡད་ཚུལ་གྱི་གནས་རིགས་དེ་འདྲ་བཤད་འགྲོ་གི་རེད་གསུངས་པ་རེད། འོ་དེས་མ་ཟད་རྩ་དེ་དག་ལོག་ལྟ་མང་པོ་ཅན་གྱིས་བརྗོད་དེ་བཤད་དགོས་པ་ལ་སྟབས་མི་དགོས་སྐྱོན་ནི་ལོག་ལྟ་ཅིག་ཤོས་ཡིན་དུས་ལོག་ལྟ་བཤད་དགོས་པའི་དེ་འདྲའི་བྱེད་ཀྱི་ནི་དེ་ག་འདྲས་ལས་བཤད་འགྲོ་དགོས་ཟེར་ན་ནི་འགྱོ་བ་མྱོང་ཞིང་ཤ་དང་སྤུ་གཉིས་མེད་པར་སོང་དེ་དག་ཀྲོང་རྒན་དེ་འདྲས་ཀྱི་ལུས་ལེན་དཔེ་ན་དུད་འགྲོ་ལྟ་བུ་གི་སོ་ནི་བཏང་ན་ཁ་ལ་ཟ་བསམ་ཟ་རྒྱུ་རྩ་མེད་པར་བཏུང་བ་གི་ཆུ་མེད་པ་དེ་འདྲས་ལྟ་བུ་གི་དུད་འགྲོ་གི་ལུས་ལེན་འབའ་འབུ་སྲོག་ཆགས་ཀྱི་ལུས་ལེན་འགྲོ་རྒྱུ་སོགས་དམྱལ་བ་ལ་བཤད་འགྲོ་རྒྱུ་ལ་སོགས་པ་དེ་འདྲས་ཅན་གྱི་གནས་སུ་བཤད་ག་སྲིད་རྒྱ་ལ་ག་དུ་སྲིད་པ་ཅིག་མིའི་ལུས་སྟེང་འདྲ་བུ་ཅིག་བཤད་པ་ཡིན་ན་ཡང་སྤྲང་རྒན་དེ་འདྲས་བཤད་མ་ས་གང་ནས་སྤྲང་ཕྲུག་ལྟོ་བའི་ནང་ལ་ཞོག་ནས་ཕ་སྤྲང་པོ་ཁ་ལ་ཟ་ཡ་མེད་མཁན་རྒྱ་ལ་གད་སྙ་མེད་མཁན་མ་སྤྲང་པོ་ཕ་སྤྲང་མ་སྤྲང་གོ་བོ་ཇོ་ལ་བཤད་ཤི་ལ་བཤད་མ་ཐོག་ནས་སོང་ནས་སྤྲོ་ཟད་ཁོ་ན་ལ་ལོངས་ཤིག། སྤྲོ་གསལ་རྟེན་དབུ་ཁག་གི་གྲོང་པོ་ཁ་ཤས་ལ་གཉིས་གཅིག་བཤད་མཁན་རག་གི་རེད། ཡང་གཅིག་སྤྲོ་གསལ་འདྲ་མོང་ཚེ་རག་མཁན་ཡོད་རེད་ཁ་ཤས་ནི་གྲོང་པོ་སུ་གི་སྤྲོ་བསྡད་ན་ཡང་སུ་ལ་ཐུག་ཚད་ཐང་ཆད་གི་རྒྱལ་སྤྱིའི་སྡོམ་ཁྱི་ཞིག་ནས་བོས་འོང་བ་མ་གཏོགས་སྤྲོ་གསལ་ཙམ་ཡང་མི་སྤྲད་པ་དེ་འདྲའི་གི་ཁྱད་པར་ཡོད་རེད། འོ་དེ་ལྟ་བུའི་གི་དེ་ནི་གནས་སུ་བཤད་འགྲོ་གི་རེད་བསམ་རེད་སྤྲོ་ན་ཡང་སྤྲོ་གསལ་ལྟད་མོ་མེད་པ་ཅན་གྱིས་འོ་སྤྲོ་གསལ་ཡང་མི་རག། ཁོ་ལ་ཀི་འདི་འགའ་དེ། ན་ན་ན་ན་ནད་གཡོག་སྤྱི་མཐུན་དུ་རོགས་རང་བྱེད་རྒྱུ་མེད་པའི་སྡུག་བསྔལ་མྱོང་ན་ཡང་སྡུག་བསྔལ་ལས་ཤར་དུ་བྱུང་གི་མེད་ལ་སོགས་པ་སུ་ཡང་འཕྲད་རྒྱུ་མེད་པ་ཅན་གྱི་ཡོད་ཚད་འཕྲད་ཚད་ཐང་ཆེན་ལ་ད་རུང་སྡུག་མཁན་དང་སྨྱོ་མཁན། དེ་འདྲའི་ཀྱང་ཀྱང་གནས་པར་བྱེད་མཁན་ཁོ་ནི་ཀི་འདི་ནས་མ་གཏོགས་གྱོད་པའི་ཕན་མཁན་གྱི་གྲོགས་སུ་ཡང་མེད་པའི་གནས་སུ་དེ་འདྲའི་བཤད་འགྲོ་གི་རེད་སོང་རེད་སྤུན་གཉིས་མིད་པ་ལ་བཤད། ཨོ་ད་དེ་སོགས་ཐམས་ཅད་དེ་དང་འབྲས་བུ་གསུམ་པ་དང་ནི་ཨོང་གི་འབྲས་བུ་གསུམ་པ་དེ་རེད། ད་འབྲས་བུ་བཞི་པ་བྱེད་པོ་བྱེད་པོའི་འབྲས་བུ་གསུམ་པ་ཅིང་དེ་རེད་བྱེད་པོ་བྱེད་པོའི་འབྲས་བུ་ནི་ད་མི་དགེ་བ་བཅུ་པོ་འདི་བྱེད་པ་ཡིན་ན་ག་འདྲའི་བྱུང་གི་རེད་ཟེར་ན་ནི། བྱེད་པོ་བྱེད་པོའི་གི་འབྲས་བུ་ནི་ལས་གང་བྱེད་པ་ནི། དེ་མང་པོ་འཕེལ་ནས་ཤེས་བ་དང་ནི་ཚེ་རབས་ཐམས་ཅད་དུ་སྡུག་བསྔལ་མི་མཐའ་མེད་པར་འབྱུང་འགྲོ་བ་ཅིག་དེ་རེད་གསུངས་རེད། ད་འདི་གི་ཤེས་པའི་ཞེས་པའི་འབྲས་བུ་ཟེར་བ་དེ་དགེ་བ་ཡིན་ན་འདྲ་སྡིག་པ་ཡིན་ན་འདྲ་དགེ་སྡིག་གཉིས་ཀྱི་ལས་གང་ཡིན་པ་དེ་དག་ཐམས་ཅད་གང་ནས་གང་དུ་འཕེལ་འགྲོ་རྒྱུ་ཅན་དུ་ཆུང་ཆུང་ཆུང་ཆུང་ཆེན་པོ་ཆགས་སོང་རྒྱུ་ཅན་དུ་ནི་ཉུང་ཉུང་དུ་མང་པོར་ཆགས་སོང་གི་ནི་འཕེལ་སོང་རྒྱུ་དེ་ལ་ཟེར་གྱི་ཡོད་རེད་འཕེལ་བར་གྱུར་པ་ཅན་དེ་ལ་དགེ་བ་ཡིན་ན་ཡང་འཕེལ་འགྲོ་རྒྱུ་ཅན་སྡིག་པ་ཡིན་ན་ཡང་ཡང་ནས་ཡང་དུ་འཕེལ་འགྲོ་རྒྱུ་ཅན་དེ་ལ་ཟེར་གྱི་ཡོད་རེད། དང་འཕེལ་མཁན་འཕེལ་བ་ཟེར་མཁན་དེ་ལ་རྣམ་པ་གཉིས་ཡོད་རེད་སྔ་མས་གསར་དུ་གནས་སྤོ་རྒྱག་པའི་རྒྱུ་མཚན་གཏོད་ཀྱི་སྒོ་ནས་གསར་དུ་བསྒྲུབ་གསར་དུ་གནས་གསར་དུ་ཁ་གསལ་བྱེད་དགོས་པའི་རྒྱུ་མཚན་གྱི་སྒོ་ནས་ཆེས་མང་རུ་སོང་དགོས་པ་ཆེ་རུ་སོང་དགོས་པ་དེ་འདྲའི་ཆེད་འཕེལ་འགྲོ་རྒྱུ་གཅིག་སྐྱེ་ཡི་ཡོད་རེད་སྔ་མས་གསར་དུ་འཕེལ་སོང་པ་ཟེར་གྱི་ཡོད་རེད། ཡང་སྔ་ལས་ཡོད་བཞག་རྒྱུ་མཁྱེན་དེ་ཡང་གསར་དུ་གནས་སྤོ་མ་རྒྱག་པ་ཡིན་ན་རང་ཆས་སུ་ཆེས་ཆུང་ཆུང་དུ་ཆེ་རུ་སོང་རྒྱག་རྒྱུ་དང་ཉུང་ཉུང་དུ་མང་རུ་འགྲོ་རྒྱག་རྒྱུ་མཁྱེན་གྱི་རེད་དེ་ནི་སྔ་ཡོད་གསར་དུ་ཡར་སྔར་ཡོད་དེ་ཡོངས་ཁྱབ་འཕེལ་རྒྱས་ཀྱི་བྱེད་ཐབས་སྔར་མེད་གསར་དུ་སྣེ་འབུད་གཏོད་ཀྱི་སྒོས་འཕེལ་བ་གསར་པའི་རྣམ་པ་གཉིས་ཡོང་གི་ཡོད་རེད། དེ་ནི་སྡིག་པ་ཡིན་ནའང་དེ་རེད་དགེ་བ་ཡིན་ནའང་དེ་རེད་ད་ད་ལྟ་མི་དགེ་སྐྱོ་པོ་བཤད་པའི་སྐབས་ནི་མི་དགེ་སྐྱོ་པོ་དེ་ཞེས་ཚ་ནས་བཟང་དེ་ལ་དེ་གོང་ནས་གོང་དུ་འཕེལ་འགྲོ་གི་རེད་གསུངས་པར་བཤད་བ་ནི་བཤད་བ་ཚེ་རང་ཚོ་རེད་ད་འཕེལ་མཁན་ཕལ་ཆེར་སྤྱོད་པའི་རྒྱུ་རྐྱེན་གཙོ་བོ་ག་རུ་ཐུག་བསྡད་ཡོད་རེད་ཟེར་ན། སྡིག་པ་ཡིན་ན་ཡང་འགྱོད་པ་མེད་བཞག་རྒྱུ་གཅིག་དགེ་བ་ཡིན་ན་ཡང་འགྱོད་པ་མེད་བཞག་རྒྱུ་གཅིག་དེ་རེད་ད། དཔེར་ན། སྡིག་པ་ཆེན་པོ་ཅིག་ཞིག་ཚར་སོང་གིས་དེ་སྲོག་ཐང་བཅད་དེ་ལ་སྔར་མེད་ཀྱི་སྡིག་པ་ཆེན་པོ་ཅིག་ཞིག་དམྱལ་བ་ངན་སོང་སོང་ལ་ཤེས་ཀྱིན་སྤྱོད་པའི་རྒྱུ་ཚང་མ་ཅན་ཅིག་ཞིག་ཚར་ན་དེ་ལ་འགྱོད་པ་རྩ་ནས་མེད་པ་ཅན་གཅིག་ད་དེ་ག་འདྲའི་ཞིག་ནས་ཡོང་དགོས་རེད་ཟེར་ང་རང་ཚོ་གཡོ་ཁང་གི་སྟོད་ཀྱི་མགོ་ནས་བྱུང་གི་ཡོད་རེད་དཔེར་ན་ང་རང་ཚོ་བོད་པ་ཐང་ཆད་དུ། ཆོ་ག་གསུམ་གྱི་ནང་ལུགས་ལ་ཡོད་ཡོད་པ་གཅིག་དེའི་ནང་ནས་ཁམས་བོད་ཀྱི་ཕྱོགས་དུ་སོགས་ཐང་ཆད་འདྲ། དཔེར་ན། དམག་ལ་ཞོག་ནས་སྒྲ་འཛིན་ས་བྱེད་པའི་དམག་ལ་ཞོག་ནས་ཕ་རོལ་པོ་གི་སྒྲ་སོགས་སྤྱོད་པ་ལྟ་བུ་དུ་སོགས་ཐང་ཆད་འདྲ་བའི་སྲོག་ཏུ་བསྐྱེད་ཚར་སོང་ན། བསྐྱེད་ཚར་བ་དེ་ནས་བཟུང་དེ་ལ་དོན་ངེས་པའི་དབང་དུ་གཏོང་དགོས་པ་ནི་ད་རང་ཉིད་ངན་སོང་མུ་མཐའ་མེད་པ་དང་དམྱལ་བའི་དམྱལ་བའི་གནས་སུ་ལ་དྭགས། ཐ་དུས་མེད་པའི་འདས་པའི་མྱུ་གཞི་གྱུར་པའི་སྒྱུ་འཚོང་ལ་མ་གནོད་པ་དེ་རང་གི་སྒྲུབ་ཚ་བ་རུ་བ་དགྲ་སྲོག་བཅད་ཚར་དུས་ཕ་རོལ་པོ་གི་རང་རྒྱུད་ཞེ་སྡང་གི་ཀུན་ནས་ལྷུང་སྟེ་ཕ་རོལ་པོ་གི་དགྲ་སྲོག་ཅིག་བཅད་ཚར་ནས་བཟུང་དེ་ལ་ད་རང་ཉིད་འགྲོ་ས་དེར་དམྱལ་བར་སྣང་མེད་པ་དང་དམྱལ་བའི་གནས་མ་གཏོགས་ད་འགྲོ་ས་མེད་པའི་ཆེད་ཀྱི་རྒྱུ་དེ་རང་ཉིད་དམྱལ་བར་འགྲོ་ཚར་ཡོད་མ་དེ་འགྲོ་ཆོག་ཆོག་གོ་ཞེས་པའི་གྲ་སྒྲིག་ཞིག་ཚར་བ་ཅན་གྱི་རུ་བ་དེ་དེ་ཡིན་ན་ཡང་ད་དེ་ཧ་དེ་མ་དགོས་ནས་ད་རུང་དེ་ལ་ཡན་ཏན་ཅན་གྱི་ཞེས་ནི་ཕ་རོལ་པོ་གི་སྒྲ་སོགས་སྐྱེ་ཐུག་ཡོད། འཇན་ཡོད་དོ་ཡོད་ཐུག་ཡོད་སེ་ནས། དེ་ནི་ཤེས་ཡན་ནང་གི་སྡུག་ཤོས་དེ་ལ་ཡན་ཏན་ཆེན་པོ་ཀྱི་ཚོད་ཚོད་རང་ཉིད་དཔའ་བོ་ཡིན་འདུག་ཞེས་རང་གི་སའི་ཚ་རྒྱོ་དང་ཕ་རོལ་པོ་གི་སྒྲ་སོགས་འཕྲོག་ཚ་རྒྱོ་ཅན་དེ་སོག་དབོན་པོ། ཚེ་སོག་དབོན་པོ་འཕྲོག་ཚ་རྒྱོ་ཅན་དེ་འཇན་ཐང་གཉིས་དུ་བརྩི་ནས་བསྟོད་བསྔགས་བྱས་ནས། ངས་སྒྲ་སོགས་སྐྱེས་ཚ་ཡི་ཚེ་ནས་འགྱོད་པ་རྩ་ནས་མེད་པའི་གཏན་དོ་ལ་ཡན་ཏན་ཉིད་དུ་བརྩི་ནས་དེ་འགྱན་ཐང་ཉིད་དུ་བརྩི་ང་ངམ་ཞེས་མི་ལ་ཆ་བསྒྲགས་དང་ཕོ་འགྱན་ཡོད་མདོག་བྱས་ཨོ་ད་དེ་འདྲའི་བཤད་པའི་སྟོབས་ཀྱི་སྒོ་ནས་དེ་ནས་ཕ་རོལ་པོ་གི་སྒྲ་སོགས་སྐྱེས་དགའ་རྒྱུ་ཅན་དེ་ལ་འགྱོད་པ་རྩ་ནས་མེད་ན། ཁོ་སྐྱེ་བ་ནས་ཚེ་རག་ག་ཚོད་ག་ཚོད་སོང་ན་ཡང། ཕ་རོལ་པོ་གི་སྲོག་གཅོད་དབུ་ནས་བཤད་པའི་སྡིག་པ་དེ་དབང་ལམ་ཤུགས་ཤུགས་ཉེས་ཀྱི་གོང་ནས་གོང་དུ་ཆུང་ཆུང་ཆེ་རུ་འགྲོ་རྒྱག་རྒྱུ་ཅན་གྱིས་དང། ཉུང་ཉུང་དེ་མང་རུ་འགྲོ་རྒྱག་པ་ཅན་གྱིས་རང་ཆད་འགྲོ་དགོས་ཡོད་རེད། དེ་ཕ་བཀག་པ་ཞིག་པ་ལ་ངས་དགྲ་སྲོག་གཅོད་ཅོག་དང་དེ་ནང་གི་མི་དགེ་བཅུ་པོ་དག་ག་རེ་བྱས་པ་ཡིན་ན་དེར་གཞས་ཚ་པའི་མི་དགེ་བཅུ་པོ་གི་ལས་ཐམས་ཅད་ལ་བརྩེ་བ་ཉིད་ནས་འགྱོད་པ་མེད་པ་བྱས་ནས་འགྱོད་པ་མེད་པའི་བསྟན་དོལ་གྱི་དགའ་བ་དགའ་ནས་འགན་ཡོད་འདོང་འདོག་བག་ཡོད་འདོང་འདོག་སྐུ་གཞོགས་མཁྲང་སོང་བྱས་ཚར་ཡིན། ཕ་རོལ་པོ་གི་རྐུ་མ་རྐུ་ཚར་ཡིན། ངན་སོང་མདོག་མདོག་བྱས། འོ་དགྲ་རྒྱག་ནས་ཇག་པ་རྒྱག་ནས་ཕ་རོལ་པོ་གི་དགྲ་སྲོག་ཡང་འཕྲོག་སྒྱུ་རྩལ་དཔའ་འཇོག་ཚང་མ་ཐོན་སྐྱེ་འཕྲོག་རང་གི་བདག་དབང་དུ་བཤོད་ཚར་ཡིན། དེའོ་འགྱན་ཐོང་ཡིན་མདོག་མདོག་བྱས་ནས། མི་དགེ་སྤྱོད་བྱས་པ་དང་མ་སོང་པ་བྱས་མ་བྱིན་པ་ལན་བརྒྱག་པ་དེ་སོགས་ཐམས་ཅད་ཀྱི་སྡིག་པ་ཡིན་པ་དང་རང་ཉིད་ངན་སོང་ཤེས་བཞིན་སྤྱོད་པའི་རྒྱུ་ཐུན་མོང་མིན་པར་སྒྲུབ་ཟིན་པ་དེ་ཧ་དེ་མ་གོ་བར་བྱས་ནས་དེའི་ཐོག་ནས་ཡན་ཏན་དུ་བྱས་ནས་མི་དགེ་སྤྱོད་པོ་ལ་དེ་ནི་འགྱོད་པ་རྩ་ནས་མི་བྱེད་དགའ་སྤྱོད་ཕྱིན་ཏེ་དེ་སྡིག་པ་མི་དགེ་བ་ཐམས་ཅད་ངང་ངང་ཤུགས། འཕེལ་འགྲོ་བཞིན་གཅིག་པུའི་རྒྱུ་མཚན་ཅི་དེར་འགྱོད་པ་མེད་ཤོག་རྒྱུ་རྐྱེན་དེ་གསུངས་དགོས་ཡོད་རེད། སྡིག་པ་ལ་འགྱོད་པ་མེད་ན་དེ་སྡིག་པ་ཡོད་ཚད་ཐམས་ཅད་སྔགས་བདུན། དེ་ས་རྡོ་ལ་ཡང་བསྐྱར་སྒྲ་གསུངས་བཅས་ཡང་བསྐྱར་མ་བཞེངས་པ་ལས་ཡང་བསྐྱར་མི་གསུངས་པར་ཤོད་ནས་ཅིག་ཁ་ས་འདྲ་བོ་ཞེས་སྣེ་འབོག་འདྲ་བོ་མ་བརྒྱབ་ན་ཡང། སྔས་ཞེས་བྱ་བས་ཀྱི་སྡིག་པ་དེ་དག་དང་ཀྱི་འགྱོད་པ་རྩ་ནས་མེད་དེའོ་ཡན་ཏན་ཅན་དུ་ཡིན་བསམས་ནས་དགའ་བ་འདྲ་བོ་སྒོམ་བསྡད་ན། སྔ་ནས་བྱས་ཟིན་པའི་སྡིག་པ་ཆུང་ཆུང་ཅིག་ཡིན་ན་རང་ཆས་སུ་སྐྱོབ་རང་བཞིན་གྱིས་ཆེ་རུ་འགྲོ་བཞག་རྒྱུ་ཅན་དུ་ཉུང་ཉུང་སྐྱེས་ན་ཡང་མང་རུ་འགྲོ་བཞག་པ་ཅན་དེའི་ཏོག་གཅིག་གི་དུས་དགེ་བའི་སྡིག་པ་དེ་འཕེལ་འགྲོ་གི་ཡོད་རེད་གསུངས་པ་རེད། དེ་ལ་ཡི་རང་ཞེས་ཟེར་གྱི་ཡོད་རེད། ཏེ། ན་ཚོད་དགེ་བ་སོགས་ནི་གཏོང་ནའང་འདུ་བ་ཡ། དེ་ལ་དགེ་བསྙེན་ལས་དགའ་བའི་རྗེས་སུ་ཡི་རུང་ན་དེའི་བསོད་ནམས་མཉམ་དུ་ཐོབ་པ་གསུམ་གསུངས་པ་ནང་བཞིན་གྱིས་ནི་དགེ་བ་ལ་རྗེས་སུ་ཡི་རུང་བྱེད་པ་ཡིན་ན། འོ་དེ་གི་དགེ་བ་དེའོ་ཆུ་ཆུང་གཅིག་བྱས་ན་ཡང་རང་ཆས་སུ་དགེ་བ་དེ་ཆེན་པོ་གཅིག་རེ་འགྲོ་དགོས་ཡོད་རེད་འཕེལ་འགྲོ་དགོས་ཡོད་རེད། འོ་སྡིག་པ་ལ་ཡི་རུང་བྱེད་པ་ཡིན་ན་ཡང་སྡིག་པ་ཆུང་ཆུང་གཅིག་བྱས། སྡིག་པ་དེ་ཆེ་རུ་ཆེ་རུ་འགྲོ་རྒྱག་པ་བྱིན་གྱིས་རང་བསྐྱེད་རེད། ད་ལྟའི་སྡིག་པ་ལ་ཡི་རང་བྱེད་སྟངས་དེ་དེ་འདྲས་རེད་མ་གཏོགས་བྱུང་ངའི་སྡིག་པ་ཆེན་པོ་ཅིག་བྱས་དགོས་ཟེར་ནས་ཐད་ཀར་ལ་ཡི་རང་གིན་དུ་འཚོ་ཨེ་ཡོད་མི་ཤེས་ཏེ་བྱེད་སྟངས་དེ་ད་ང་རང་ཚོ་གི་བོད་པ་ཚོ་གི་ཤེས་ཡོན་དེ་ཡན་ཏིག་ཉིད་དུ་སོ་སོ་མ་ཤེས་ནས་ཤེས་ཡོན་སྡུག་ཤོས་དེ་ལ་ཡན་ཏིག་ཆེ་ཤོས་ཀྱི་རྩི་དེ་ལ་འགྱན་སྟངས་དེ་རྩི་དཔའ་བོ་ཀྱི་རྩི་བཤད་པ་བཤད་རྗེས་བྱིན་གྱིས་བརྩེ་བྱས་ནས་དེའི་རྟོགས་ཀྱི་སྒོ་ནས་དེ་ནས་ཡི་རང་ཞེས་དགའ་མགུའི་ཡི་རང་ཞེས་སྒྲ་སོགས་བསྐྱོད་ཐུབ་ཡོད། སྒྱུ་རྩལ་དཔལ་འབྱོར་འཕྲོག་ཐུབ་ཡོད་འཕྲོག་བྱང་སྐུ་གསུང་བྱེད་ཐུབ་ཡོད་དེ་འོ་རྒྱན་ཐང་ཡིན་སོགས་ནས་དེ་ནས་ཡི་རང་ཞེས་དགའ་དུས་དེའི་རྟོགས་ཀྱིས་དེ་ནས་སྡིག་པ་མི་དགེ་བ་ག་རེ་བཤད་ཚད་ཐོངས་ཆེར་ཡི་རང་བཤད་ཚད་ཐོངས་ཆེར་འཕེལ་འགྲོ་གི་ཡོད་རེད། དགེ་བ་ལ་ཡི་རང་བཤད་ན་དགེ་བ་འཕེལ་འགྲོ་གི་ཡོད་རེད་སྡིག་པ་ལ་ཡི་རང་བཤད་ན་སྡིག་པ་དེ་འཕེལ་འགྲོ་གི་ཡོད་རེད་དེ་འཕེལ་འགྲོ་རྒྱུ་དང་འགྱུར་ཕྱིར་གོང་དུ་གོང་དུ་འཕེལ་འགྲོ་རྒྱུ་ཅིག་དེ་ལ། ད་ཤེས་པའི་བྱེད་པོའི་འབྲས་བུ་ཟེར་ནས་འོ་འབྲས་བུ་དེ་རེད། རྒྱུ་མཚན་དེ་ལ་བརྟེན་ནས་ང་རང་ཚོ་གིས་འགྱོད་པ་མེད་ན་ཤོག་པས་མི་ལྡོག་པའི་དང་པོ་འགྱོད་པ་གྱིས་གསུང་དགོས་རྒྱུ་མཚན་དེ་རེད། ཞེས་ཟེར་བའི་སྡིག་པ་མི་དགེ་བ་བཅུ་པོ་གང་ཡིན་ན་ཡང་དེ་ཐམས་ཅད་ཡར་དྲན། དྲན་པའི་རྒྱུ་མཚན་ལ་བརྟེན་ནས་ད་རེས་མ་སོང་བསམ་པ་དེ་ངོ་ཚ་འཇིགས་སྐྲག་འགྱོད་པ་ཆེན་པོ་བྱས་ནས་དེ་འགྱོད་སེམས་ཀྱི་ཤེས་གསུམ

སྔ་མའི་གི་དགེ་བ་གསར་དུ་འཕེལ་འགྲོ་གི་རེད་སྡིག་པ་ཁ་གསལ་བཤད་ན་ཡང་གསར་དུ་བཟོས་པ་ཡིན་ན་ཡང་སྔ་མའི་གི་སྡིག་པ་གསར་དུ་འཕེལ་འགྲོ་རྒྱུ་བརྒྱ་ཆ་བརྒྱ་རེད་དེ་འཕེལ་མི་བཅུག་པ་གསར་དུ་སྣེ་མི་བཅུག་པའི་གི་ཐབས་ཤེས་དེ་ག་རེད་ཟེར་ན། དེ་ནས་གདམས་པ་མེད་ན། ཤ་པའི་མི་དག་སངས་རྒྱ་ཇི་བྱིན་དེ་ཡིན་ཏེ་ཕྱིན་ཆད་སྲོག་ལ་བབ་ཀྱང་མི་དགེ་ལ་དྭངས་ནས་མི་དགེ་སེམས་ལ་དྭངས་སྐྱ་བཟང་གསུམ་དུ་བཙལ་ནས་ད་ད་ནས་བཟུང་སྟེ་དེ་ལྟ་བུའི་གི་སྡིག་པ་མི་དགེ་བ་དེ་མི་བྱེད་བསམ་པའི་དྭངས་སྐྱ་དེ་ཡོད་དགོས་ཀྱི་ཡོད་རེད། དེའི་དམ་བཅའ་དེ་ཡོད་གསུངས་པ་དེ་ལ་བརྟེན་ནས་དེ་ནི་དགེ་བ་ཡིན་ན་ཡང་གར་སེ་གར་སྡིག་སྡིག་པ་ག་རེ་ཡིན་ན་མི་བཞག་པའི་གི་དམ་བཅའ་བྱས་པ་ཡིན་ན་དེ་ནི་སྡིག་པ་དེ་ཁ་གསབ་འགྲོ་རྒྱུ་ཅན་དང་སྣ་མའི་གི་གསབ་དུ་བཟོ་རྒྱུ་ཅན་ཡོད་མ་རེད་དེ་ཡོན་ཏན་སྣེན་པོ་རྒྱས་རྒྱུ་ཅན་དང་ཁ་ལ་སྣེན་རྒྱུ་ཁ་གསབ་བྱེད་རྒྱུ་དེ་མིང་འགྲོ་དུ་བཙལ་ནས་དེ་ནི་སྡིག་པ་འཕེལ་རུ་འགྲོ་རྒྱུ་མེད་པ་ཅན་གྱི་དེ་རེད་དེའི་རྒྱུ་མཚན་ལ་བརྟེན་ནས་དེ་ནི་གདམས་པ་མིན་ན་ཡང་དེ་ནི་ཡང་བཤགས་པ་བྱས་པས་དག་མི་ཐུབ་གསུངས་པའི་རྒྱུ་མཚན་གཅིག་དེ་རེད་གི་ཡོད་རེད། དེའི་ནང་གི་གི་དགེ་བ་བྱས་པ་དེ་ལ་ཡི་རང་ཞེས་པའི་བསྟན་དོན་ལ། ཡི་རང་བྱས་པ་ཡིན་ན་སྔས་བྱས་ཟིན་པའི་དགེ་བ་ལ་ཡི་རང་ན་དེའུ་རང་ཆས་སུ་ཆུང་ཆུང་ཆས་རུ་འགྲོ་རྒྱག་པ་དང་ཉུང་རུང་ཉུང་ངུ་མང་པོ་འགྲོ་རྒྱག་རྒྱུ་བཅས་རང་ཆས་རེད། གསར་དུ་སྣེ་དགོས་ཀྱི་ཡོད་ན་དེ་ལྟ་བུའི་དགེ་བ་སྐྱོ་པོ་དེ་ད་རང་ལ་ཡང་སྐྱེ་དུས་དུས་ངེས་ཞེས་བསམ་པའི་དམ་བཅའ་དེ་བཞག་ན་དམ་བཅའ་དེ་ལ་བརྟེན་པའི་སྟོབས་ཀྱི་སྒོ་ནས་དགེ་བ་གསར་དུ་སྣེ་འབུམ་མང་པོ་ཞིག་དེ་ནས་འགྲོ་གི་ཡོད་དེ་སྔར་མེད་ཀྱི་དགེ་བ་མང་པོ་ཞིག་གོང་འཕེལ་གཏོང་ཐུབ་ཀྱི་ཡོད་རེད། ཨོ་དེའི་གནད་འགག་དེ་ཤེས་པ་བྱས་ནས་དེ་ནི་ང་རང་ཚོ་གཅིག་འགྱོད་པ་བྱས་ཏེ་སྡིག་པ་ཐམས་ཅད་འགྱོད་པ་བྱེད་རྒྱུ་གལ་ཆེན་པོ་ཡིན་ཚུལ། འགྱོད་པ་མི་བྱེད་པར་ཡི་རང་བྱས་ན་རང་གིས་ཡི་རང་བྱེད་ས་ཀྱི་དགེ་སྡིག། དགེ་བ་སྡིག་པ་གང་ཡིན་ཚད་ཐམས་ཅད་རང་ཆས་སུ་གང་ནས་གང་དུ་འཕེལ་འགྲོ་རྒྱུ་ཡིན་པའི་རྒྱུ་མཚན་དེ་ཧ་གོ་དགོས་ཀྱི་རེད་བསམ་རེད། ད་སྡིག་པ་ལ་ཡི་རང་བྱེད་སྟངས་དེ་དེ་རེད། ཤན་སྡུག་ཤུགས་དེ་ལ་སྡིག་པ་ཡིན་པ་དག་ལ་སྡིག་པ་དུ་མ་ཤི། ཤན་ཡིན་པ་དེ་ལ་ཤན་དུ་མ་ཤི་ནས་དེ་འཇལ་མཐོང་ཉིད་དུ་བརྩི་ནས་དེ་ནི་དགའ་བ་དགང་བཞག་རྒྱུ་དང་ཡི་རང་ཞི་དགའ་རྒྱུ་གཅིག་དེ་རེད་དེ་ལྟ་བུ་ནི་རྨོངས་དང་འཕེལ་འགྲོ་གི་རེད་གསུངས་རེད། དེ་འདྲའི་བྱིན་གྱིས་ཡོད་ཚད་ནས་བཟུང་སྟེ་ཤེས་བ་ནི་ཤེས་བ་ག་ཚད་ཚེ་ར་ནི་ཚེ་ར་ག་ཚད་བརྗོད་བསྡད་ན་ཡང་ངས་ཚེ་ར་མང་པོའི་གཉེན་གྱི་བྱས་པའི་སྡིག་པ་བྱུང་རྒྱུ་དེའོ་ཚེ་ར་མང་པོའི་རྗེས་སུ་རང་སྐྱེད་ཆེན་པོ་ཆགས་འགྲོ་རྒྱུ་གཅིག་ངས་མེད་ཀྱི་ཉུང་ཉུང་དེའང་རང་སྐྱེས་སུ་མང་རུ་འགྲོ་བཞག་རྒྱུ་དེ་འདྲའི་རེད་ཟེར་མུ་མཐའ་མེད་པ་ལ་བརྗོད་པ་འཇོག་གི་རེད་གསུངས་ཏེ། ཉེས་གསོག་མུ་མཐའ་མེད་པ་དང་དེ་གི་འབྲས་བུ་ལ་ཟས་ཚ་དུས་མེད་པ་མྱོང་ཚ་དུས་མེད་པ་དེ་འདྲའི་ལ་ལོངས་སྤྱོད་དགོས་པའི་རྐྱེན་གྱིས་འབྱོར་འབྲོག་གི་ཁྱིམ་དེའི་ཆ་ནས་དེ་ཤེས་པའི་བྱིས་པའི་འབྲས་བུ་སྲང་ག་རེད། ལྷ་ཡང་ལན་ངེས་དེ་དག་ཐམས་ཅད་གོང་ནས་གོང་དུ་འཕེལ་ནས་འཁོར་བ་མུ་མཐའ་མེད་པར་འཁྱམས་པར་འགྱུར་བ་ཡིན་ནོ་གསུངས་ཏེ་དེ་གི་ལས་ངན་པ་ཐམས་ཅད་དེ་ཆུང་ངུ་ཆེན་པོ་གྱུར་ཉུང་ཉུང་མང་པོ་གྱུར་འཕེལ་སོང་བ་ཡིན་ན་དེ་གི་འབྲས་བུ་ཡང་དེ་ནི་སྡུག་བསྔལ་མྱོང་རྒྱུ་དེ། མདོ་སྔགས་ཁྱད་རུ་འགྲོ་བ་ཅན་གྱིས་ནི་མདོ་སྔགས་སྙོམས་འབུལ་གྱི་དུས་ཚོད་མང་རུང་དུ་རིང་རུ་འགྲོ་དགོས་རྒྱུ་བཅས་ཏེ་རང་ཆས་སུ་དེ་ནི་འགྲོ་གི་ཡོད་རེད་གསུངས་རེ་དེར་ནི་མུ་མཐའ་མེད་པར་འཆང་དགོས་པར་འགྱུར་བ་ཡིན་ནོ་གསུངས་པ་ཅན་དེ་རེད། འོ་ད་དེ་གའི་དེའི་ཡན་ཆོད་དེ་གའི་ང་རང་ཚོ་ལས་སྦྱོར་འགྲེལ་གྱི་ཁྲིད་ཀྱི་ནང་ནས་སྤང་བྱ་མི་དགེ་བ་བཅུ་བཤད། དེ་གའི་འབྲས་བུ་དེ་བཞི་རེད་བཞི་རེ་གའི་འབྲས་བུ་བཞི་བཅུ་ཐམ་པ་དེ་ལས་སྦྱོར་འགྲེལ་དེ་ནི་ད་བསྡུས་པ་མི་དགེ་བའི་སྦྱོར་འགྲེལ་རྣམ་པ་གཉིས་པོ་དེ་ད་དེའི་མཚང་ནས་བཤད་ཟིན་པ་ཅན་དེ་རེད་འདུག། དེ་ནི་ང་རང་ཚོ་རྒྱན་མ་སྐྱེས་ལ་ད་ནི་བླང་བཞག་དགེ་བ་སྐྱོ་དགེ་བ་སྐྱོ་པོ་གི་འབྲས་བུ་ཡང་ཡང་འབྲས་བུ་བཞི་རེ་བཞི་རེ་དུ་བཞག་ནས་དེ་ནི་འབྲས་བུ་དགེ་བའི་རྒྱུ་ཡིས་འབྲས་བུ་བཞི་སྐྱོ་དམ་པར་བསྐྱེད་པ་དེ་ད་རྗེས་མའི་དུག་སོལ་གཅིག་གི་ཐོག་ལ་མི་ནི་ང་རང་ཚོ་རིམ་པ་བཞི་ལ་འཁྱོལ་རྒྱུ་ཅན་འོ་དེ་འདྲའི་བཞིན་འོ་ཚེ་རིང།